རེད་ལ། ཨོ་ཡ། དེ་ཡིས་སྟོང་ན་ད་ཚན་སྐོར་རེ་རེ་གི་འདི་ཅིག་དེ་རང་བཤད་ཚར་སོང་ན། འདིའི་རིག་གནས་བྱེའུ། ཚན་སྐོར་རེ་རེ་གི་རིག་གནས་ཁེར་མ་རེ་ད་ང་ལོང། དེ་ད་མ་ར་སོང་བ་ད་དེ་རྒྱུ་ཆ་ར་དུ་ཚུའོ་དེ་ཐག་གི། ཁྱེད་ཀྱིས་ཇུས་ཤེས་འདོད་ལ་དང་སློབ་གྲོགས་ང་རེ་གི། དེའི་ཐག་གི་རྒྱུ་ཆ་ར་དུ་ཚུའོ་ཨོར་གི་ཐུས་བྱས་ཚང་དང་དུ་ཤེས་གི་ཤོག་གོ་ག། ཨོ་ལེ། དེ་ཡིས་ད་ངས་ད། ད་ཆའི་ཕ་ཁྱེར་འདིའི་དཔེ་ཁྲིད་ཡས་གོ་ནུ་སྐབས་འདི་ནས་བཤད་ན་མི་འགྲིག་ན་ཐང་དགོངས་ཚོགས་སུ་བཤད་ལེ་ར། སྐབས་དེ་རིའི་ཚ་སོ་ཚང་སྐོར་རེ་རིག་ནང་གི་སློབ་གྲོགས་སིང་གོ་འབབ་ནས་ཤི་ནི་མ་རི། དེའི་ཡ་ར་ཡོང་ངེས་ར་དེ་སྐད་སྐོར་གི་གནས་ཚུལ་དུ་བཤད་དགོ་གོ། ཧ་གོ་ད། ཡང་དེ་ཕྱོགས་ནས་རིག་གནས་ཆུང་བ་ལྔ་ལས། དང་པོ་མངོན་བརྗོད། མངོན་བརྗོད་རིག་པ། ཡག་ཤེས་ན་ཚིག་ཚོགས་ཞེས་སོགས་གོ། མངོན་བརྗོད་རིག་པ། མངོན་བརྗོད་ཞེས་པ་ནི། སྲིད་པ་འཁོར་བ་དང་ཞི་བ་མྱང་འདས་ཀྱི་ཆོས་རྣམས་ལ་འདྲ་བ་དང་འབྲེལ་བ་ལྡོག་པ་སོགས་རྒྱུ་མཚན་དུ་བྱས་ཏེ། ཐ་སྙད་དག་པ་ལ་དོན་གཅིག་ལ་མིང་མང་བས་མངོན་པར་བརྗོད་པ་དང། དམངས་གཅིག་དོན་མང་བོར་འཇུག་ཚུལ་གྱི་རིག་པ་ཞིག་སྟེ། མངོན་རྗོད་ཞེས་མངོན་པར་བརྗོད་པ་ཟིན་རེད་མོད། ཇི་སྲིད་མངོན་པར་བརྗོད་པ་ཟིན་རེད་ཟེར་ན་དོན་གཅིག་ལ་དམངས་མང་བས་མངོན་པར་བརྗོད་པ་ཟིན། དཔེར་ན་ཉི་མ་ཟིན་དོན་གཅིག་རེད་རེད་ལ། འོ་ན་ཁིར་གེ། ད་ཉང་གི་སྟེང་ན་དམངས་ཡོད་གི་མོ་བརྒྱ་ཁ་ནག་ཡོད་གི་མོ་ཉི་མ་ལ་མངོན་བརྗོད། དོན་གཅིག་ལ་དམངས་མང་བའི་མངོན་པར་བརྗོད་པ་དང་ཡང་ན་དམངས་གཅིག་དོན་མང་རུ་འཇུག་པ། དཔེར་ན་གཉིས་སྐྱེས་ཞེས་པ། དམངས་གཅིག་རེད་དྲ་དོན་མང་ཟག་འཇུག་གི་མོ། ཨོ་ལེ་བྲམ་ཟེ་ཟེར་གྱི་སོ་ཟེར་གྱི་ཟླ་བ་ཟེར་གྱི་ཨིན་ཟེར་གྱི་དྲང་སྲོང་ཟེར་གྱི་མང་འཇུག་གི་མོ། དམངས་གཅིག་རེད་དྲ་དོན་མང་བོར་འཇུག་འཇུག་ཚེ་གི་རིག་པ་ཟིག་རེད། མིང་གཅིག་དོན་མང་རུ་འཇུག་ཚུལ་གྱི་རིགས་པ་ཞིག་སྟེ། དེ་སྟོན་པའི་གཞུང་ནི། བན་དྲི་དང་འཆི་མེད་སངས་རྒྱས་མཛད་པའི་ཚེ། བན་དྲི་དང་གྲི་འདི་ངེས་འདུག་མ་རྟོགས་ན་སྨྲ་བ་དག་གོ། མངོན་བརྗོད་ཞེས་པའི་གཞུང་ནི། བན་དྲི་དང་འཆི་མེད་སངས་རྒྱས་སྲས་ཀུན་འདུས་མཛད་ནོ་གི་མངོན་བརྗོད་འཆི་མེད་མཛོད་འདི་གཙོ་བོ་རེད།

ནང་དོན་ནི་དོན་གཅིག་ལ་མིང་མང་བའི་བརྗོད་པ་དཔེར་ན་ཉི་མ་ལ་སྟར་རྒྱངས་ཅན་ཚ་སེར་འཇོན་སྣང་བྱེད་ནམ་མཁའི་ནོར་རི་ཨོ་རྒྱ་བ་ཁྲག་རྡུལ་ཉི་མ་ད་ཧ་ཅང་མང་བ་ལ་ཟེར་ཨ་ལས། དོན་གཅིག་རེད་ཉི་མ་སྟོན་དགོས་ཁར་ཁག་གིས་མིང་མང་བོ་ཟིག་གི་ད་འཚོལ་དགོས་གི་དེས་ན་སྙན་སྙན་ངག་ལ་ཧ་ཅང་བ་གི་སྙན་ངག་སྤེལ་བ་ལ་ཧ་ཅང་རམ་འདེགས་ཆེན་པོ་ཡོད་ཐུབ་པ་དང་མོད་རུང། དེ་ཉི་མ་ཞེས་བཤད་སྟངས་བོད་ཀྱི་ཐ་སྙད་ཀྱི་ནང་ནས། དོན་གཅིག་སྟོན་རྒྱུ་དེ་ལ་ཐ་སྙད་མང་གཟུགས་ཀྱི་ཚིག་ཡོད་ཅེས་པ་དེ་ལ། ཐ་སྙད་རིགས་མི་འདྲ་བ་མང་སྟོན་དགོས་ཀྱི་ཟེར། འོ་ན་རྒྱུན་འདོགས་ཀྱིས་རྒྱུན་པར་ཁ་བརྡ་ཡི་སྐོར་ས་སོགས་ཡོད་ཅེས་པ་ཆོག་གི་རེད། དྲ་བརྙན་ཚིག་གི་ནང་ནས་ཁྱེད་ཚིག་ཐམས་ཅད་གོ་ད་མ་ར་སོང་ན་བསྐོར་ཡུལ་རྒྱ་ནག་ཐོག་ན་དང་དོན་བསྐོར་བ་ཚིག་བསྐོར་བ་ཚིག་དོན་གཉིས་ཀ་བསྐོར་བ་དེ་ཡིན་ངེས་པར་བ་གི་ཁིར་གྱི་བསྐྱར་ཟློས་ཡི་སྒོ་ནས་བསྐོར་བ་ཞེས་པ་བསྐྱར་བ་གི་དོན་རེད། མ་རྟོགས་དང། ཐམས་ཅད་ཀོ། ཚིག་གཅིག་གི་བརྗོད་ན་དུ་སྙན་པོ་ཡིན་ནི་མ་རེད། སྙན་ཆ་ཡོད་པ་མ་རེད། དེའི་དོན་གོ། ད། དོན་ནི་གཅིག་ཡིན་འབྲིང་བ་ར། ཚིག་མི་འདྲ་བ་གི། ཚོད་མགོ་ནོ་དེ་ཁུར་དགོས། ཚིག་གི་རྒྱན་ཆ་ཡིན་ན་འབྲིང་སྙན་ཆ་ཡིན་ན་འདྲ། འདི་ཐམས་ཅད་ཀོ་གི་དགོས་པ་དུ་ཡོད་ཀོ་ནི་རེད། དེ་ནས་མིང་གཅིག་དོན་དུ་མར་འཇུག་པ་དཔེར་ན་གཉིས་སྐྱེས་ཞེས་པ་སོ་དང་བྲམ་ཟེ། ཟླ་བ། བྱ། དང་འདི་མོ་ལ་འཇུག་པ་ལྟ་བུ་རེད། སྔོན་བྱོན་འདི་རུ་དེར་སྲིད་པ་འཁོར་བ་དང་ཞི་བ་མྱང་འདས། འཁོར་འདས་ཀྱི་ཆོས་ཐམས་ཅད་ཀོ།

ད་ཁར་གེ་ར་དེའི་རྗེས་དེ་ལས་ད། མི་རྣམས་འཕྲོག་བཅོམ་ཡིས་ལུས་དེ་ལ་བརྟེན་ནས། ཁ་བསྲེས་དེ་སོང་ཟིག། དེའི་རྗེས་ངས་ད་མི་རྒོད་དེ་ཤི་སོང་ཟིག་ཤི་སོང་ངས་ཁར་གེ་ཡང་ད་ཅག་ཤོད་འདྲ་འགྲོ་གི་ལོག་ཡིད་ད་སོང་དྲང་སྲོང་དྲག་འཁོར་འདི་ཅག་ཤོད་གི་ལོག་ཡིད་ར། ད་ཁར་གེ་ཡང་བ་གི་ལམ་འགྲོ་བ་ཐམས་ཅད་ཀུ་ཅོ་མོས་དེ་གའི་ཁ་བསྲེས་ཁར་གེ་བུ་ཕྲུག་ར་དང་མོ་དེ་གའི་བསྲེས་ནས་ཡིན་དུ་ཟིག། གཞི་ནས་ད་ཐང་ཚིག་ཟིག་ཨ་ཁར་གེ་ཡང་སོང་ངེས་ར། ལམ་འགྲོ་བ་བདུན་བཅོམ་དང་ངེས་ལག་གི་དངོས་པོ་ཐམས་ཅད་ཀོ་ལངས་དང་ངེས་ད། མི་རྣམས་མ་བསད་ལ།

ད་འདི་མོ་བ་གི་ཉིས་པ་མ་གཟག་དང་གཟིགས་སེ། འོ་ན་ད་འདི་སུ་ཟིག་གི་ཤག་ཐུབ་ནི་རེད་ཁྱོད་རང་གི་ཤག་ཨ་ཐུབ། ཁྱོད་བཟའ་ཚང་དང་བུ་ཕྲུག་གི་ཤག་ཨ་ཐུབ་ཟིག་ད། འདི་ནས་ཁར་གི་བྱི་ར་སོང་བས་བཟའ་ཚང་ར་བུ་ཕྲུག་ག་བྲིས་ཟིག་ཡ། ད་ངོ་མ་ཁེ་བ་གི་ད་ཁན་སི་ད། བཟའ་ཚང་གསོ་བའི་ཆེད་དུ་འདི་མོ་ལུས་ངན་པ་དག་དག་སྒྲིབ་དང་ཟིག་ད་འདི་བཞི་ནས་མ་འོང་ན་ད་འདི་ཉིས་པ་འདི་ད་སུས་འཁུར་གྱི་ད་སྡུག་པ་འདི་སུས་ཤག་གྱི་ད་ཁྱི་ཁྱི་ཨུ་བ་ཟིག་ད། བཟའ་ཚང་ར་བུ་ཕྲུག་གི་མི་བ་ཟིག་ནོ་དེ་རྣམ་འགྱུར་དུ་བསྟན་ཟིག་ཡ། དངོས་སུ་མི་བ་མ་བཟོས་ཟིག་ར།

དེའི་རྗེས་སུ་རྒྱ་གར་གྱི་སློབ་དཔོན་རིན་ཆེན་འབྱུང་གནས་ཞི་བས་མཛད་པའི་ལྡེབ་བརྒྱུད་རིན་ཆེན་འབྱུང་གནས་དང་དེའི་འགྲེལ་བ་དཔེར་བརྗོད་ཀྱིས་མཛད་པས་རྒྱ་གར་དུ་ལྡེབ་བརྒྱུད་རིག་པ་འདི་སྙན་ངག་གི་གྲོགས་སུ་ཤིན་ཏུ་དར་བར་གྱུར། རྒྱ་གར་མཚོ་ན་ད་ཡི་གེ་གི་སྤྱི་དབྱངས་ར། ཐོག་མ་ར། ད་འདིའི་ཕྱིར་རྒོལ་ནི་རེད། འདི་ཐམས་ཅད་ཀྱི་འཇམ་རྩུབ་ར་འདི་ཧ་ཅང་བ་ཀི་ཀ་ཡི་གོ་ཁའི་རྒྱུགས་ཆེ་བ་རེད། འོན་ཀྱང་ཆུ་བོ་ལ་མཚོན་ན་འདི་དེ་མོ་རྒྱུགས་ཆེ་བ་ཟིག་མ་དར་ཟིག།

ས་པཎ་རིན་པོ་ཆེས་གི་རིག་པ་འདི་བོད་ལ་འདྲེན་པའི་ཆེད་དུ་སྡེབ་སྦྱོར་སྣ་ཚོགས་མེ་ཏོག་གི་ཆུན་པོ་ཞེས་པ་མཛད། ད་ཆོས་དུས་ལྔ་བརྒྱུད་མ་གི་ནང་ན་རི་དྭགས་སོང་ནོ་ད་འདི་རིག་པ་འདི་ཡང་སྡེབ་སྦྱོར་བྱས་རིག་པ་འདི་ཡང་ས་པཎ་གིས་བོད་ལ་དྲངས་ཟིག་དུ་འདྲེན་པའི་ཆེད་དུ་ད་ཁིར་གི་གཞུང་ལུགས་འདི་མོ་བསམ་ཟིག་སྡེབ་སྦྱོར་སྣ་ཚོགས་མེ་ཏོག་གི་ཆུན་པོ་ཟིག། དེའི་རྗེས་སུ་ཡར་ལངས་གྲོགས་པ་རྒྱ་མཚན་སོགས་ཀྱིས་སྡེབ་སྦྱོར་རིན་ཆེན་འབྱུང་གནས་བོད་ཡིག་ཏུ་བསྒྱུར་ཅིང། སྡེབ་སྦྱོར་རིན་ཆེན་འབྱུང་གནས་ད་ཕྱིས་གོང་ན་འོང་ནོ་སློབ་དཔོན། རྒྱ་གར་གྱི་སློབ་དཔོན་རིན་ཆེན་འབྱུང་གནས་ཀྱིས་མཛད་ནོ་འདི། བོད་ཡིག་ལ་བསྒྱུར་དང་གཟིགས། ལོ་ཆེན་བྱང་ཆུབ་རྩེ་མོ་དང་ནམ་མཁའ་བཟང་བོ་ཞྭ་ལི་ལོ་ཙཱ་བ་ཕྱིར་སྐྱོང་བཟང་བོ་ལ་སོགས་པ་གི་བསྒྱུར་བཅོས་མཛད་དེ་དར་རྒྱས་སུ་སོང། འོན་ཀྱང་ད་དུ་སྡེབ་སྦྱོར་འུ་ཆོས་དབུ་བགེགས་ཀྱི་སྡེབ་སྦྱོར་གྲ་ལག་སྦྱོར་གྱི་སྡེབ་སྦྱོར་གཉིས་ཀ་མི་འདྲ་གི། ཁིར་གྱི་སྡེབ་སྦྱོར་གྱི་ཐ་སྙད་བྱ་ཡང་ན་ཡི་གེ་གི་བརྗོད་དབྱངས་ར་མདའ་འུ་ཚོ་འུ་ཚོ་ཨ་ཧ་ཁིར་དག་གི་ཡི་གེ་གི་བརྗོད་དབྱངས་འདི་ཆེན་པོ་ཆེན་པོ་ཡོད་ཀི་མེད་ཀི། འདི་གི་བྱ་ན་ཆི་མོ་ཟིག་རེད། གོ་གི་ཟིག་ཡོད་ཀི་ཨ་ཁུ་གི། ཨོ་ཡ། སེང་གི་ཡོད་ཀི། ཨ་ཨི་ཆི་འདི་ད་དང་མ་ཧྲོ་གོ་འདི། ད། སྙན་ངག་དག་གི་ད་དང་སྙན་ངག་དག་ཆི་དག་གི་བྱ་ལས་མི་ཚེར་ཀི་བྱ་ག་ཅི་འཇོག་ཡ། དེ་ནས་སྡིག་ཀི་དྲི། སྡེ་ཁུལ་བྱས་པ་ནི་སྔོན་བྱུང་གི་ལོ་རྒྱུས་དང་སྒྲུང་གཏམ་རྒྱུད་སོགས་སྡེ་ཁུལ་གྱི་གཞུང་དུ་བསྒྲིགས་ཏེ་འཁྲབ་སྟོན་གྱིས་མི་རྣམས་ལ་དྲིལ་བསྒྲགས་དང་སློབ་གསོ་བཏང་ཞིང་བློ་སྒོ་ཕྱེས་ཏེ། ཤེལ་གྱི་ཆུ་ཚུར་གོང་དུ་སྤེལ་ཐུབ་ཀྱི་རིག་པ་ཞིག་ཡིན། སྔོན་བྱུང་གི་ལོ་རྒྱུས་དང་གཏམ་རྒྱུད་སྒྲུང།

འདི་ཐམས་ཅད་གོ་ད་ཞིག་བྱ་ཚིག་ར་འདི་འདི་ད་ཞིག་མཉམ་འཇོག་ཀྱི་ཡོད་གི་སྔོན་ཆད་དགུ་ཕྱི་གོག་གསུམ་གི་ལོ་གི་ཞིབ་འཇུག་སློབ་མ་ཟིན་མཐར་དེར་བཀོལ་ཚར་སོ། དེའི་སྟེང་ནས་ཁིར་གི་སྒྱུར་མཁན་ལ་སྒྱུར་མཁན་ཟེར་དྲིས་སྟེང་ནོ་ད་ཁེ་བ་རྣམས་གི་མཐར་དེར་གི་མི་འཇོག་ལས་ཟིག་ད་སྔོན་འཇུག་གི་ཁིར་བོའི་སྟེང་ནས་དེ་སྔ་བ་གི་ཞིག་དེ་ད་རུང་བ་རང་ཡིན་ན་ཡོད་གི་མོ་ས་བོ་རེད། དེ་ཕྱི་ལྟ་རྒྱུ་ནི་འོ་ད་སྔོན་འཇུག་ཟིག་ཡོད་མི་ཟིག་གི་ཁྱད་པར་གྱི། དེའི་རང་གི་བསམ་ཚུལ་དེ་ལ། འདི་གནོད་པ་ཆེན་པོ་མི་བཟོ་གི་བསམ་གི་ར་ད་བྱུང་མ་ར་འགྱོ་ལྟ་ར། སྐྱོན་གཅིག་གིས་ནི་སྐལ་ངན་འགྱུར་དུ་ཟེར་བ་མོ་སྙན་ངག་གི་ནང་ན། དེ་ཐམས་ཅད་གོས་ན་ཚགས་དང་ཤ་ཚིག་གི་ར་རང་གི་བསྟན་བཅོས་དེ་བསམ་ཚུལ་དེ་ལ་གནོད་པ་ཆེན་པོ་བཟོ་བ་རེད། འོ་ཡ་སྡིག་གུར་ཞེས་པ་འདི་སྔོན་བྱུང་གི་ལོ་རྒྱུས་ར་སྒྲུང་གཏུམ་ར་འདི་མོ།

འབྱུང་བོ་རོ་ལངས་སོགས་མི་མ་ཡིན་པའི་ཆོས་སུ་གཅིག་པ་རྣམས་ཀྱིས་ཤ་ཟའི་སྐད་དུ་གཏུམ་མ་ཞིང་ལུས་ལེན་པ་བཅས་སྐབས་དང་བསྟུན་ནས་བྱེད་པར་དཀའ་རིགས་བཞི་བོ་ཤེས་དགོས་པས། སྡེ་དགུར་ཤེས་ན་དཀའ་རིགས་ལ་མི་རུང་ཞེས་བྱ་བ་དེ་བྱུང་བ་ཡིན། དེས་ན་ད་སྔོན་ཆད་ཡིན་ན་རྒྱ་གར་ནས་ད་དཀའ་རིགས་ཆེན་པོ་བཞི་བོ་ངེས་པར་བག་གི་ཚང་མ་བྱང་དགོས།

ད་འདི་ཁིར་གི་དོན་དམ་པས་འདི་ཁིར་གི་དགོས་པ་དུ་སྡོམ་ནོ་དོན་འདི་འོ་དི་དེ་གི་འཁྲབ་སྟོན་གྱི་སྲོལ་ཐོག་མ་ནི་དུས་རབས་བཅུ་བཞི་བར་གྲགས་པར་གང་གི་དར་བར་གྲགས་སྲིད། ད་འདི་གྲུབ་ཐོབ་པ་ཐང་སྟོང་རྒྱལ་བོ་གི་མཛའ་ནོ་ལྷ་མོའི་དུས་ཁིར་དུ་ནི་ད་འགོ་ཚུགས་ནས་སྲིད་གོ། འོ་ན་ད་ལྟ་ཁྱོད་བོད་ལ་མཚོན་ན་སྡིག་སྐུལ་ཆེན་མོ་བརྒྱད་ཡོད་ལ་ཟེར། ཨོ་ལེ། དེ་གང་གང་ཡིན་ནས་དེ་གཞུང་བ་ལྟ་བ་མྱོང་ལྟོས་ཡིན་མྱོང། ཨ། ད་བར་དང་མཚོ་སྔོན་ན་དོ་ཁའི་སྡིག་སྐུལ་ཆེན་མོ་བརྒྱད་ཀྱི་དཔེ་ཆ་ཡོངས་རྫོགས་གོ་ཧྲའོ་ཧྲའོ་ཡིས་དཔར་རེ་བཞག་ལ་ཡོད་ལ་ཅི་བྱེད་ཨོ་ལྟོས། ཨོ་ཡ་ད་ཁྱོད་ཚོ་རྩོམ་རིག་གཞུང་ཕལ་བཀྲ་དུས་ནང་སོང་ན་ད་འདི་ཞིག་ལྟ་དགོས་འདི་དག་དག་རེད།

འདི་ནི་བོད་ཀྱི་རྩོམ་རིག་གི་གཞུང་ལུགས་ལ་དང་དེ་འཕྲོས་ནས་རྩོམ་རིག་གི་ལོ་རྒྱུས་ལ་སོགས་པ་འགའ་རེ་རྒྱ་འགྲེལ་ལས་བདལ་ལོ་རྒྱ་གི་རྩོམ་རིག་གི་ལོ་རྒྱུས་གཞུང་ལུགས་དེ་ནི་ཡང་དེ་གནའ་དང་ཉི་དགའ་དེ་ནི་ཡང་ཕྱག་གླང་འཛམ་གླིང་གི་བར་གྱི་རྩོམ་རིག་གི་ལོ་རྒྱུས་དང་གཞུང་ཕུལ་དང་གཞུང་ལུགས་འདི་ཡོངས་རྫོགས་གོ་དེའི་དོན་གྱི་ད་རིག་གནས་ཐམས་ཅད་ཀྱི་གནས་འཛིན་བ་དང་རིག་གནས་ཐམས་ཅད་ཀྱི་གཅིག་ལ་གཅིག་འབྲེལ་བ་ཉིད་ཅན་ཟིག་ཡོད་པ་རེད་ད་གཅིག་ག་དེ་དག་ན་སྤྱིར་གོ་ནོར་རྐྱང་རྐྱང་ཟིག་ག་དེ་དག་ན་དོ་བ་གི་བླ་མ་མི་འགྱུར་གི་དོ་ཞིབ་མོ་ཟིག་ལྟ་ས་མི་འགྱུར་གི། འདི་ནི་སྐར་རྩིས་རེད། སྐར་རྩིས་རིག་པ་ཞེས་པ་ནི་གྲངས་ཀྱི་རིག་པའི་གཞལ་ཏེ། འཁོར་འདས་ཀྱི་ཆོས་ལྐོག་གྱུར་པ་མཐའ་ཡས་པ་ཞིག་ངོ་མཚར་ལྡན་པའི་སྒོ་ནས་སྟོན་པའི་རིག་པ་ཞིག་སྟེ། གྲངས་ཀྱི་རིག་པའི་གཞལ་ཏེ།

དང། ལྷ་མོའི་འཁོར་ཚོགས་ཡོངས་རྫོགས་གོ་ལ་དུས་འཁོར་གྱི་རྩ་རྒྱུད། སྟོང་ཕྲག་བཅུ་གཉིས་སོགས་ཞལ་ཆེམས་ཀྱི་ཚུལ་དུ་གསུངས་གཟིགས་གནང། འདི་རིགས་དགུང་ལོ་བརྒྱ་ཆ་གྱ་གཅིག་ལ་ཐོན་འདུག་གོ་ད་ནི་ཞལ་ཆེམས་ཀྱི་ལོག་གསུངས་གཟིགས་ད། རྒྱལ་བུ་ཟླ་བཟང་གི་དུས་ཕྱིས་ནས་རྒྱལ་སྲིད་མ་སྤངས་ད་དང་ཆེད་གཉེར་ན་ཆོག་ནོ་གི་དུ་མོ་ཐབས་གཟིགས་ད་ཁོང་གིས་གསུངས་གོ་གི་གཟིགས། དུ་ཨི་ཡོག་གི་གཟིགས་དུ་མོ་ཡོ་ནོ་རི་གཟིགས་ཞེས་ལས་སུ་ད། ད་ཁར་སང་གི་འདི་ཞལ་ཆེམས་ཀྱི་ཚུལ་དུ་ད་གསུངས་གཟིགས། རྒྱལ་པོ་བདག་བཟང་གཙོ་བོའི་ཡི་ར། ཡུལ་དེའི། མི་ཐམས་ཅད་གོ་དང་བཅས་པ་དག་འདི་གཙོ་འཛུགས། དུས་འཁོར་གྱི་རྩ་རྒྱུད། རྗེས་སུ་བདག་བཟང་གིས་རྩ་རྒྱུད་བསྡུས་ཤིང་འགྲེལ་བ་མཛད། ཚེ་རྒྱལ་པོ་བདག་བཟང་གིས། ཆོས་རྒྱུད་བདག་བཟང་གི། སྟོན་པ་རིན་པོ་ཆེ་གི་གསུང་ནོར་དེའི་རྩ་རྒྱུད་བསྡུས་ཤིང་འགྲེལ་བ་མཛད། དེ་རྗེས་སྐལ་ལྡན་རྣམས་ལ་བསྟན་ནས། རྩིས་གཞུང་ལྟར་ཞིང་འཕེལ་བ་དེ་ལ། འཕེལ་བ་དེ་བོད་ལ་དར་བར་གྲགས། བོད་ལ་ཡང་དེ་བས་རིམ་གྱིས་རིམ་གྱིས་དེ་བས་དར། འདི་ར་ཆུ་ཆོས་མ་ར་སོང་ན། སྐར་རྩིས་ཀྱི་དཔེ་ཁྲིད་ཡོད་དམ། འོ་ན་སྐར་རྩིས་རིག་པ་འདི་དགོས་པ་ཆི་ཟིག་རེད་ཟེར་ན། དགོས་པ་ཆི་ཟིག་རེད་བྱེད་ལས་ཆི་ཟིག་རེད་ཟེར་ན་སྐར་རྩིས་ཤེས་ན་གྲངས་ལ་མི་རྨོངས་ཞེས་པ་ལྟར། གྲངས་རྩིས་ཀྱི་རིག་པའི་གཞལ་དེ་ཕྱི་སྣོད་ཀྱི་འཇིག་རྟེན་དང་ནང་བཅུད་ཀྱི་སེམས་ཅན་བཅས་པའི་ཆུའི་ཀུན། ཆུ་ཚད་ཀུན་ཇི་བཞིན་རྟོགས་ཤིང། ལོ་རེའི་དུས་བཞི་དང། གཟའ་སྐར། ཚེས་གྲངས། གནམ་གཤིས་འགྱུར་ལྡོག་སོགས་ཁྲིམས་མེད་དུ་སྟོན་ཐུབ་པ་ཞིག་ཡིན་པས། ལྷག་པར་ཞིང་ལས་ལ་མེད་དུ་མི་རུང་བ་ཟིག་རེད། ད་ཟ་ཁོག་གི་སྔོན་ཆད་ཡིན་ན་འུ་ཆོས་བོད་ལ་མཚོན་ན་ར་ཞིང་ལས་ར་ཕྱུགས་ལས་འདི་ཡིན། ད་ལྟ་གི་ཆོས་ད་ལྟ་མཚོན་ན་དང་ཁུང་བ་གི་ནང་ན་ཕྱིར་གོ་ནི་རེད་དེ། གནམ་གཤིས་འགྱུར་ལྡོག་ཆོས་འདི་ནི་ད་ཚན་རིག་གི་བཤད་ཀི་དགའ་བོ་ཁ།

དུ་མ་གོ་མྱོང་ཅི། རིག་ཡོད་མྱོང། ཡ་མཚན་རེད་ན། ད་ནི་ད་རུང་སོང་སྟེ་ལམ་འགྲོ་བ་ཡིན་ན་ཆུ། ཆུ་ཆེ་འབུ་བརྐོ་བྲི་ས་སོ། གཙང་བོ་ར་དེ་འབུ་བརྐོ་བྲི། ཡང་རྡོ་ར་དུ་མ་ཐུག་གཙང་དགོས་མོ། ཨོ་ལེ་ཧར་ལ་འགྱོག་གི་བྲི་ཐུག་གཙང་སེ་ར་ཡོང་གི་བྲི་ཐུག་གཙང་ད་མཚམས་དུ་ནི། ཆུ་ཇེ་ཆེ་སོང་བ་ཀ་ཇེ་ཆུང་བ་སོང་བ་ཀོ་ད་ཇེ་ཆེ་དེ་རིང་དཔེར་ན་ང་སང་ཉིན་ཆུ་འདི་ཆེན་པོ་ཆུ་ཆེན་པོ་འདི་དགའ་དགོས་བ་རེད་དེ་ནི།

ཨི་ཆི་དང་སང་ཀོ་བ་ལན་སུ་ཟིག་ར་སྔོན་ཆིག་ཀོ་བ་ལན་སུ་ཟིག་གཉིས་ཡོད་གི་སྔོན་ཆིག་གི་མཁས་བ་རྣམས་ཀྱི་ཀོ་བ་ལན་སུ་སྙན་ངག་ག་གོ་དོན་རྫ་སུ་དུམ་བུ་ཡོད་གི་དེས་ན་ཨི་ཆི་ཐོག་མར་ད་གི་རིག་གནས་ཆུང་བ་རི་ང་བོའི་ནང་གི་ཡ་གྱལ་གྱི་སྙན་ངག་འདི་ལ་ཆིག་ཡིག་གཉིས་འཛིན་གོ་གི་དེ་ཆིག་ད་དང་ཨོར་གི་སྙན་ངག་གི་མཚན་ཉིད་ཅེས་བ་དི་སྔོན་ཆིག་གི་མཁས་བ་དང་ད་ལྟའི་མཁས་བ་རྣམས་ཀྱི་ཆིག་ཡིག་གཉིས་འཛིན་གོ་གི་ཀོ་བ་ལན་སུ་ཆུམ་བུ་ཟིག་རེད་དེ་ལྟ་ཡ་ཁེ་ཡི་ཤ་སུན་པོ་གང་བྱེད་ཀྱང་མེད་མི་རུང་བ་ཞིག་རེད་སྙན་ངག་འདི།

རྩོམ་རྩིས་ཀྱི་ལ་ཁ་ནས་ད་སྙན་ངག་ཤེས་མི་ཤེས་དེ་གའི་གོ་ནོར་རྟོགས་ཐུབ་པ་རེད། དེ་ཡིན་པའི་རྒྱུ་མཚན་བརྗོད་བྱའི་དོན་ཆེན་ཕྲ་གང་ཞིག་ཡིན་ཡང་བརྗོད་བྱའི་ངག་གི་སྦྱོར་བ་ཐ་མལ་བ་ལས་ཁྱད་དུ་འཕགས་པའི་ཚིག་གིས་གདུལ་བྱ་ཡི་རང་སྟེ། གདམས་ངག་དང་མཐུན་པར་འཇུག་པ་འབྱུང་ཞིང། ཁོས་སྙན་གྲགས་འཛིན་པ་སོགས་དགོས་པ་ཁྱད་པར་ཅན་ལྡན་པས། བསྟན་བཅོས་གྲུབ་མཐའ་རིས་མེད་ཀྱི་མཇུག་གི་སྒོ་མཆོག་ཏུ་གྱུར་བ་ཞིག་ཡིན་པའི་ཕྱིར། ཇོ་ཤི་ཏུན། ཆི་མོ་ཟིག་ན་ཆེན་ཁྲ་ཞེས་པ་ཇོ་ཤི་ཏུན་ཆི་མོ་ཟིག་ན་ར་ཇོ་ཤི་ཀི་ཚིག་ཁྱད་པར་བ་ཟིག་ཡིན་གོ་སྙན་ངག་ཟིག་ན་སྒྱུ་རྩིས་ཀི་སྐད་ཆ་ཟིག་གོ་ཁི་མོ་སྙན་ངག་གི་སྐད་ཆ་ཟིག་གོ་ཁ་རྒྱུན་ལྡན་ནི་ཆི་ཤ་ཀོ་ནོ་ཏི་ར་མ་རི་ཨོ་ངི་སི་ས་ངི་མཐོང་བ་ཅན་གོ་ང་འགྱོ་ཅན་གོ་ཏི་མོ་མ་རི་ཁིར་གི་སྙན་ངག་གི་སྐད་ཆ་འདི་དང་རྒྱུན་ལྡན་གི་འུ་ཆུ་འཚོ་བའི་ཁྲོད་ན་བཤད་གོ་ནོ་ལི་ལྷག་པ་ཟིག་རེད

དེའི་དོན་གྱི་གྲུབ་མཐའ་རེའི་མིག་གྱིས་འཇིག་པའི་སྒོ་མཆོག་ཏུ་གྱུར་བ་ཞིག་ཡིན། སྙན་ངག་ཞེས་པ་འདི་ལ་ཅིག་ཕྱི་ནང་གསལ་གྱི་གྲུབ་མཐའ་ཟེར་གྱི་དུ་མ་མེད་ཁུལ། རིག་པ་འདི་བསླབ་པར་བྱ་བའི་གནས་མཆོག་ཏུ་སྐྱེས་པ་ཞིག་སྟེ་རིག་པ་འདི་བསླབ་པར་བྱ་བའི་གནས་མཆོག་ཏུ་སྐྱེས་པ་ཞིག་སྟེ་ད་དུང་མཁས་པ་རྣམས་ཀྱི་ལྟ་ཚུལ་འདྲ་གི་འདུག་ནང་དོན་རིག་པའི་གསུང་རབ་རྣམས་ཀྱང་སྙན་ངག་གི་གཟུགས་ཁོ་ནར་གནས་ཤིང། རིགས་ནི། གཞན་ཀུན་ལའང་འཇུག་པས་ཤེས་བྱ་ཀུན་ལ་ལྟ་བའི་མིག་ལྟ་བུ་ཡིན། དཔེར་ན་ཅིག་ད་ལྟ་ཁས་ཉིན་རེ་བྱ་གོ་ནོར་བུ་སྙན་ངག་གི་གཞུང་དེ་ནི་སྙན་དེབ་དེ་ནི་ནང་དོན་རིག་པ་གི་ཐད་ཡིན་ན་འདྲ་ཁར་སང་དེ་རང་ཅེས་བ་ཀི་དཔའ་ར་ད་ཡི་ལྟ་གོ་ནོར་དཔེ་ཆ་ཐམས་ཅད་ཀི་བ་ཀི་འདི་དགེ་འདུན་གི་དབུ་ཆུ་ཁ་སྐད་ཀི་བྲིས་ཡོད་ནོ་ད་ཉུང་ཉུང་རེད་མོད་ད་ཁར་སང་དེ་རང་ད་མུག་འབྲི་གོ་ནོར་ཡོད་ཀི་རེད་དྲ་དམངས་ཆེ་བ་རྣག་ཅིག་འདི་ཡིས་འདང་རྒྱག་གྱིས་ན་དཔག་བསམ་ཁྲི་ཤང་ཟེར་གྱི་སྐྱེས་རབས་སོ་བཞི་ཟེར་གྱི། སྤྱོད་འཇུག་ཆེན་མོ་ཟེར་གྱི། ལམ་རིམ་ཆེན་མོ་ཟེར་གྱི་ཐམས་ཅད་གོ་བ་གི་ནང་ན་སྙན་ཚིག་མེད་པ་མི་སྲིད། སྙན་ཚིག་མེད་པ་མི་སྲིད། དེའི་སྟེང་གི། འདི་ནས་བཤད་ཀྱི་ནོ་ནང་དོན་རིག་གི་གསུང་རབ་རྣམས་ཀྱང་སྲིད་ནང་དོན་རིག་པ་དང་ཆོས་ལུགས་ཀྱི་གཞུང་ཡིན་ན་འདྲ་བསྟན་བཅོས་གང་དང་གང་ན་དེའི་གཞུང་ལུགས་ཐམས་ཅད་གོ་རུ་སྙན་ངག་གི་གཟུགས་ཁོ་ནར་གནས་ཤིང་སྙན་ཚིག་གིས་བརྗོད་པ་བསྟན་པ་བརྩམས་པ་དང་དག་དག་རེད། རིག་ནས་གཞན་ཀུན་ལའང་འཇུག་པས་ཤེས་བྱ་ཀུན་ལ་ལྟ་བའི་མིག་ལྟ་བུ་ཡིན་དུ་གཟིགས། དེའི་དོན་གྱི་ཨ་ལགས་སེ་སངས་རྒྱས་ར་ཁར་སེང་གི་དེའི་དཔེ་ཆ་གི་ནང་ན་དུ་སོང་ངོ། སྙན་ངག་གི་རིག་པ་འདི་མི་འཇིག་ས་གཅིག་ཀྱང་མེད་དུ་སོང་ངོ་ཁར་སེང་གི་རིག་ནས་གང་ར་འཇུག་ནས་དེ་མོ་དེ་རེད། འདིའི་ཐད་ནས་ཁྱོད་རང་རང་གི་ཆིག་བལྟས་ར། དེ་ཡི་དོན་ལ་ཅི་བྱེད་བསྐུལ་རིན་དང་གཟུགས་དང་སྙན་ངག་གི། འདི་སྙན་ངག་ཅེས་པ་ཆི་མོ་གཟུགས་ནས་སྐབས་འདི་ནས་ཅི་འདི་གའི་གོ་བ་ལེན་ཚུལ་འདི་རགས་རིམ་ཙམ་འདི་རེད། ད་རྗེས་ཀྱི་སློབ་ཕྲིན་གྱི་སྟེང་ནས་ཅི་སྙན་ངག་གི་མཚན་ཉིད། རྒྱལ་ཁབ་ཕྱི་ནང་ར་མི་རིགས་སོ་སོའི་ར། མཁས་པ་སྔ་ཕྱི་གི་རྣམས་ཀྱི་ཕྱི་གའི་གོ་བ་ལེན་དགོས་ཀྱི་གང་ནས

འོ་ན་བཟོ་དང་གསོ་བ་རིག་པ་གཉིས་ཡོད་ན་བསྡུ་བྱ་སྤྱི་དང་བྱེ་བྲག་རྗེས་སུ་འཛིན་པ་རེད་བསྐུར་དགོས་བྱེད་ལུས་ཡང་ན་དགོས་པ་ཟིན་ན་རེད་ཆོག་ནང་དོན་རིག་པ་ལྟ་བུ་ཟིན་ན་བདག་ཉིད་གང་ཞིག་སྒྲུབ་པའི་ལམ་ཡིན་དུ་ཟིན། ཆོས་ཐམས་ཅད་གོ་ཇི་བཞིན་ཆེན་པོར་ཤེས་པའི་ཤེས་པར་བྱེད་པའི་རིག་པ་ཡིན་དུ་གོ་གི། དེ་ནས་མངོན་བརྗོད་བྱས་ན་དམངས་ལ་མི་རྨོངས་སུ་ལྟ་འདི་བསྐུར་དགོས་བྱེད་ལུས་རེད་དགོས་པ་ཟིན་ན་རེད་ཆོག་སྡེབ་སྦྱོར་ཤེས་ན་ཚིག་སྤྱི་ལ་མི་རྨོངས་སྡེ་དཀར་ཤེས་ན་སྐད་རིགས་ལ་མི་རྨོངས། སྐར་རྩིས་ཤེས་ན་གྲངས་ལ་མི་རྨོངས། ཚིག་རྒྱུན་ཤེས་ན་སྙན་ངག་ལ་མི་རྨོངས། འདི་འཁུར་གི་དགོས་པ་རེད། ཅེས་སྤྱིར་བསྡོམས་ཀྱི་ཚིག་གི་འདི་གཅིག་ད་ཡ། དེ་ནས་ཅི་དཔེ་ཆ་ངེས་ཅིག་སྟེ།

སྟབས་བདེ་སྟབས་བདེ་དུ་སོང་བ་ཁུ། ནི་འདིའི་ནང་ནས་ཤེས་རྒྱུ། རིག་གནས་ཇོ་བོ་གི་གྲངས་ཀ་འདྲེན་པ་དང་སོ་སོའི་གོ་དོན་འདྲ་བྱེད་ནུས་ཤེས་རྒྱུ་དེ་རེད། སོ་སོའི་གོ་དོན་འདྲ་བགྱིས་པ་བྱེད་ལུས་ཤེས་རྒྱུ། བསླབ་པའི་བགྱིས་པ་འདི་ཆོག་ཤེས་ཀྱི་ཆོག། རིག་གནས་ཇོ་བོའི་གྲངས་ཀ་འདྲེན་ཤེས་པ། སོ་སོའི་གོ་དོན་ཤེས་དགོས་པ། དེ་ནས་སོ་སོའི་བགྱིས་པ། འདི་ཤེས་ཀྱི་ཤོག་ད་ཞིག་གོང་ནས་ངས་བཤད་ཀྱི་ནོར་དེ་རེད། སྒྲ་ར་ཚལ་མ་གཉིས་ཀ་གི་ཚིག་དོན་ལ་འཁྲུལ་བ་ཚར་གཅོད་པ། བཟོ་དང་གསོ་བ་གཉིས་ཀ་གི་བསྡུ་བྱ་སྤྱི་དང་བྱེ་བྲག་ཐམས་ཅད་རྗེས་སུ་འཛིན་པ། ནང་དོན་རིག་པ་ཡིན་ན་བདག་ཉིད་ཀུན་མཁྱེན་སྒྲུབ་པར་ལམ་གྱི་རྣམ་པ་ཀུན་ཤེས་པར་བྱེད་པ། དེ་ནས་རིག་གནས་ཆུང་བ། ཁྱེད་བོད་འདིའི་དཔེ་ཆ་ངའི་ན་ཡོད་གི་མོད། ཨེ་རིག་ད། ངའི་འདི་ན་ཤོག་གྲངས་གསུམ་གྱི་ངའི་ན་ཡོད་གི་རེད། ཤོག་གྲངས་གསུམ་གྱི་གོང་ནས་མར་ར་བརྩིས་ན་ཐུགས་འཕྲང། བཞི་བ་རེ་ང། སྙན་ངག་ཤེས་ན་ཚིག་རྒྱུན་ལ་མི་རྨོངས་གསུང་ངོ་ཁ། འོ་ན་ད་ཚིག་རྒྱུན་ཤེས་ན་སྙན་ངག་ལ་མི་རྨོངས་དུ་ཟིན་ན་འགྲིག་གི། དེ་ནས་མངོན་བརྗོད་ཤེས་ན་དམངས་ལ་མི་རྨོངས་སྲིད་སྡེབ་སྦྱོར་ཤེས་ན་ཚིག་སྤྱི་ལ་མི་རྨོངས་སྲིད་སྡེ་ཁུལ་ཤེས་ན་སྐད་རིགས་ལ་མི་རྨོངས་སྐར་རྩིས་ཤེས་ན་གྲངས་ལ་མི་རྨོངས་ཞེས་པ་སྔོག་པ་ལྟར་ཟིག་གི་ནོར་འདི་འདི་ཡོངས་རྫོགས་བཀོལ་ཆོས་ཚོགས་རང་འགག་ཞིག་སྟེ། དེ་ནས་ཚན་པ་གཉིས་པ། བོད་དུ་སྙན་ངག་གི་གཞུང་འདི་ཇི་ལྟར་དར་བའི་ལོ་རྒྱུས་ཟིག་གོ་ཁ། ཨ་ཡ་འདི་རགས་རིམ་ཙམ་ཟིག་སྟེ། སྙན་ངག་གི་གཞུང་སྤྱིར་སྟེར་དར་བའི་ལོ་རྒྱུས་སུ་གོ། སྙན་ངག་སྤྱིར་སྟེར་དར་བའི་ལོ་རྒྱུས་སུ་ཀུ་མེད་ཀྱི་གོ། འདི་གཉིས་ཀ་ཁ་ཁ་རེད། ད་དོན་དམ་པའི་མེ་ལོང་མ་གི་སྔུན་ན་སྙན་ངག་གི་གཞུང་མེད་ཚེ་གོ་ཁོ་མོ་བོ་ལ། ཨོ་ལེ། སྙན་ངག་ཡོད་པ་དེ་སྙན་ངག་གི་གཞུང་མེད་ཚེ་གོ་ལ་ཟེར། ཨོ་ཡ།

དེ་རིགས་ལ་འདམ་འོག་ནང་ན་མང་གྲང་བོ་ནང་དུ་སྙན་ངག་ཡོད་ཚེ་སྙན་ངག་གི་གཞུང་མ་དར་བའི་སྔོན་ལ་སྙན་ངག་ཡོད་ཅེས་པ་དག་སྒྲུབ་བྱེད་ལ་ད་འདམ་འོག་མང་བ་གོ་བཏང་ནི་རེད་མོད། ཨོ་ལེ། མ་ཟད་ད་རུང་འདིའི་ནང་ན་བ་ཁུར་གི་རྒྱན་སོ་སོ་བཟོ་ངེས་བཟོ་ཡི་དུས་བཞག་ད། ཨོ་ལེ་འདི་ཐམས་ཅད་ལ་གཅིག་སྟེ། དེ་ནས་ལྷོ་ཁོངས་ཡིག་བཀའ་ཅན་གྱི་འཇིག་རྟེན་ན་གྲགས་པའི་གཞུང་གསུམ་བརྩམས་ནོ་གང་གང་ཡིན་དེ་ཤོག་གྲངས་བཅུ་དྲུག་གི་ངོས་དེ་ར་ཡོད། ལྷོ་ཁོངས་ཡིག་བཀའ་ཅན་གྱི་འཇིག་རྟེན་ན་གྲགས་པའི་གཞུང་ཆེན་པོ་གི་གསུམ་བརྩམས་མ་ཟེར་གོ་ཁ། ཨོ་ལེ་སྙན་ངག་མེ་ལོང་མ་ཅན་གྱི་འདི་མོ་གི་གསུམ་ཡོད་པ་དེ་རགས་རིམ་བརྩམས་ཟིན་ཤེས་གི་ཤོག། ད་ནི་སྙན་ངག་མེ་ལོང་མ་དག་རྩོམ་མཁན་འདྲ་སྒྱུར་མཁན་ཤེས་ནི་རེད། ཞེས་དེ་ར་བཤད་ལོ། ཐོག་མར་སྒྱུར་མཁན་འདྲ་ཆ་ཚང་སྒྱུར་མཁན་གཉིས་ཀ་སོ་སོ་རེད་ཟེར། ད་ནི་ཁྱེད་ཀྱིས་བཤད་པ་སྟངས་ཀྱིས་གཟིགས། ལྷོ་ཧོན་དབྱིག་པ་ཅན་གྱི་སྙན་ངག་མེ་ལོང་མ་འདི་ཚུལ་ཇི་ལྟར་མཛད་པ་ཡིན། ཚུལ་ཇི་ལྟར་དང་སྙན་ངག་མེ་ལོང་མ་འདི་མཛད་པ་རེད། ཁྱེད་ཀྱི་བཤད་སྐྱོན་དེ། ཁྱེད་ཀྱི།

དེ་ནས་གསུམ་པ། སྙན་ངག་དེ་གཞུང་གང་ལ་བརྟེན་ནས་སྦྱོང་དགོས་སུ་གོ་ནོ། ད་འདི་ཕྱིའི་མཁས་སྙིང་གི་ཕྱིར་དང། གཞུང་དཀོར་གཟུགས་ཀྱི་ཕྱིར་དང་འདི་ཕྱི་ཁྱོད་རང་རང་གི་ར་བའི་ན་ཅིག་སྟེ། དེ་ནས་བཞི་བ། གཞུང་འདིའི་དྲང་ཚུལ་དང་ནང་དོན་ཉག་གཅིག་སྐོར་སུ་འདི་ཕྱི་བཤད་དང་མོ། ཨ་ལས། ལེའུ་གསུམ་པོ་དེ་ལ་ལེའུ་རེ་རེ་ལ་ཤོ་ལོ་ཀ་ཆེན་མོ་ཡོད་ནི་ན་དུ་བཤད་དང་ཟེར། དེ་ནས་གཞུང་དེ་དག་བསྡུས་ན་ཏཱ་ལའི་ཡི་གེ་ནི་སྐྱོན་སེལ་གསུམ་པོ་རེད་དུ་ཟིན། དེ་ཞོར་ནས་ལྔ་བ། སྙན་ངག་ཤེས་པའི་དགེ་མཚན། དྲུག་པ། སྙན་ངག་མི་ཤེས་པའི་སྐྱོན། བདུན་པ། སྙན་ངག་ཕུན་སུམ་ཚོགས་པའི་རྒྱུ། ཨོ་ལེ། འདི་རང་ཙམ་དེ་ར་འདི་སྐབས་དབུ་ཆོས་སྙན་ངག་གི་མཚན་ཉིད་ལུགས་ཀྱིས་ངོས་འཛིན་པ་སྙན་ངག་གི་སྙན་ངག་ཅིག་ལོ་རྒྱུས་དེ་ཡི་ཆེད་ཞིག་ལྟ་དང། སྐབས་འདི་ནས་ད་རུང་བརླད་ཀྱི་དོན་གྱི་ནང་ན་འོད་ཀྱི་ཅིག་ཤར་གྱི་གཟུགས་འོག་གི་དེ་དང་ད་ཞིག་ཟབ་ཅིང་ནུས་པ་འཇུག་ཡེ། ཨོ་ཡ། དེ་རང་གི་དཔེ་ཁྲིད་འདི་ནས་མཚམས་འཇོག་གོ། ན་དོན་འདྲ་འདྲ་ཡོད། རེ་བ་འདྲ་ན་དོན་འདྲ་དུམ་བུ་ཡོད། ད་དབུས་གཙང་གི་སློབ་ཕྲུག་ཚོས་ཨོ་ཙི་གེ་ཟིག་ཧ་གོ་རྒྱུ་མ་རེད་ན། སྐད་ཆ་ཨོ་ཙི་གེ་ཟིག་ཧ་གོ་གི་མེད་པ།